ངོ་བོ་དང་རྣམ་པ་གཅིག་པ་གྲུབ་ཟེར་མཁན་རེད་མི་འདུག་ད་ཀོ་ལྡིར་ས་གྲུབ་པ་དེ་གཉིས་ཀྱི་ཉིས་སྟོང་བཅུ་གཅིག་གི་བཀའ་ཤག་གང་ལྡིར་འདི་གོར་ད་ཅིག་སྙིང་ན་ས་གྲུབ་པ་དེ་ཉིས་སྟོང་བཅུ་གཅིག་གི་བཀའ་ཤག་དེ་ག་རང་ཅིག་ནས་དེ་ག་ལ་སྙིང་ན་དེ་བ་དེ་ཚང་མ་གཅིག་པ་ཡིན་པ་ཆེད་ད་དེ་གས་དེ་སྡེ་ཚན་མི་འདྲ་བ་མི་འདྲ་བ་གྲས་ཆེ་རེད་འདུག་ད་ད་ཅིག་དེ་ག་ར་རེད་ཤག་ལབ་པ་ཡིན་ན་ས་འོག་ད་ད་རིགས་གཅིག་དེ། ཨ་ནི་བཀའ་ཤག་གོང་མ་ལས་འདིར་བཀོལ་བའི་རྒྱུ་མཚན་དེ་ག་རེ་རེད་བྱ་ལ་ན། ས་འོག་ད་ལྟ་རིགས་གཅིག་དེ། ཤེས་རིག་དང་འབྲེལ་བ་ཡོད་དེ་ངེས་ཀྱི་ས་འོག་ད་ལྟ་གཅིག་འདུག་འོ་གཅིག་འདི་རེད་བྱ། ད་ལྟ་དེ་མ་ཡིན་པའི་ས་འོག་ད་ལྟ་གཅིག་དེ་ག་རེ་རེད་གཉིས་པ་དེ་ག་རེ་རེད་བྱ་ཞེས་ཞུས་པས་ན། ཨ་ནི་ཨ་རི་གཙོས་པའི་ཕྱི་རྒྱལ་གྱི་རོགས་ཚོགས་ཁག་མང་པོ་ཞིག་གིས་ད། བཙན་བྱོལ་གཞུང་ལ་ཡ་གཅིག་རོགས་རམ་འདྲ་པོ་ཞིག་ཁ་ལ་དྲོན་པོ་གླེགས་དེ་བསྐོར་བ། ཨོ། དེ་ཚོ་གསུམ་ཚོ་རོགས་རམ་དེ་ཚོ་གི་ད་ཅིག་བརྒྱུད་ལམ་གཅིག་ཡོད་རེད་བ། རོགས་པ་རོགས་ཡོང་ས་གི་རོགས་རམ་ཡོང་ས་གི་བརྒྱུད་ལམ་གཅིག་ཡོད་རེད་བ། བརྒྱུད་ལམ་དེ་ཚོ་དང་འབྲེལ་བ་ཡོད་དེ་ངས་གས་ས་བོ་ད་ད་ཅིག་འདུག་རོགས་རམ་གི་ནང་ལ་ཚུད་དེ་ངས་གས་དེ་ཚོ་དང་འབྲེལ་བ་ཡོད་དེ་ངས་གས་ས་བོ་ད་ད་ཅིག་འདུག་ད་ས་འོག་ད་ལྟ་གསུམ་པ་དེ་ག་རེ་རེད་ཞག་ཨ་སི་ལབ་ཡིན་ན། ཨ་ནི་བཙན་བྱོལ་གཞུང་ནང་གི་ད་ཅི་ཉིས་སྟོང་བཅུ་གཅིག་གི་བཀའ་ཤག་དང། ཨ་བཅུ་གཅིག་གོང་གི་བཀའ་ཤག་ཅིག་ཡོད་རེད་པ། ཨ་དེའི་གོང་གི་བཀའ་ཤག་དེའི་གོང་གི་བཀའ་ཤག་ད་བཀའ་ཤག་རིམ་པ་བཞི་ལྔ་ཟེར་ཡ་བང་སྒྲིག་ཞུ་ཡ། ཨོ་འདི་གཉིས་ཀྱི་བ་ཚྭ་ལ་ཨ་ནི་སྙིང་ན་དེ་གཉིས་ཀྱི་ས་འོག་ད་ད་རེད་ཅིག་འདུག་དེ་གཉིས་ཚང་མ་རེད་ཞུ་གི་མི་ད། ཞེ་སྡང་བཅུ་གཅིག་གོང་གི་བདག་ཅིག་བཀའ་ཤག་ནང་གི་བདག་ཅིག་བཀའ་བློན་དང་ཡོངས་སུ་རྫོགས་པ་རེ་ཞུ་གི་མེད་དམ། འོ་དེ་འདྲས་ཡོད་དུས་དེ་གོང་གི་བཀའ་ཤག་དེ་ཚོ་དང་འབྲེལ་བ་ཡོད་དུས་ངེད་ཀྱི་ཨ་ནེ་གཅིག་ས་འོག་ད་ལྟ་གཅིག་འདུག་ད་ས་འོག་ད་ལྟ་གཅིག་དེ་ག་རེ་རེད་ཞེས་ལབ་ཡིན་ན། ཨ་ནེ་བཙན་བྱོལ་གཞུང་གི་ད་བཀའ་ཤག་ཡིན་མིན་ལ་མ་ལྟོས་པའི་བཙན་བྱོལ་གཞུང་གི་གཞུང་ཞབས་པ་གསལ་རྗོར་བ་གཞུང་ཞབས་པ་དེ་ལ་ད་མི་ཐོག་རྒན་གཞོན་གཉིས་ཆ་དེར་བ། རེད། རེད། མེ་ཏོག་སང་ཉིན་ཉི་ཟླ་བརྒྱད་པོ་བརྒྱ་ཚར་རེད། ཉིས་སྟོང་བཅུ་གཅིག་ནས་ཕྱི་ནས་གསར་པ་ལས་རེད། ད་ཉིས་སྟོང་བཅུ་གཅིག་གི་གོང་ལ་ང་ཚོ་གཞུང་ཞབས་པ་རྙིང་པ་བརྩི་དགོས་དང། གཞུང་ཞབས་པ་རྙིང་པ་གཞུང་ཞབས་པ་རྒན་པ། གཞུང་ཞབས་པ་སང་ཉིན་གཉིས་རྒན་གཞོན་གཉིས་འདྲ་བོ་ཞིག་བརྩི། འདི་གཉིས་བར་ས་ལ་ཉག་གཅིག་རྙིང་ན་དེ་ངེད་ཀྱི་ས་འོག་ད་ལྟ་གཅིག་འདུག་ཨ། དེ་འདྲའི་ཡོད་དུས་ད་ཅིག་གཞུང་ཞབས་པ་ད་རྒན་གཞོན་ད་རྒན་པ་ཚང་མ་རེད་ངས་ཞུ་གི་མེད་དང་ངུ་ནས་དྲ་ནས་ཞུ་གི་མེད། དེ་ནས་ཡང་རིགས་གཅིག་འདུག། མ་དོ་ཡང་མང་ཆེ་བ་གཅིག་དངོས་གནས་ཟམ་པ་རྣམ་དག་འདྲ་བོ་བྱེད་ཅེས་དངོས་གནས་དྲང་གནས་ཀྱི་ལྷག་བསམ་དང་གཅེས་སེམས་མཁས་ཀྱི་འདུག་དཀའ་ལས་སྐྱབས་བྱེད་དུ་ཟིན་ད་ལྟ་ལ་ཅིག་རྒྱ་གར་ལ་ཞུགས་དེ་ངས་མང་པོ་ཏོ་ངེར་ཚང་མ་རེ་ཞུས་ཀྱི་མེད་ད། དེ་རྣམས་ལ་ཚུད་དེ་ངེས་ཀྱི་ཡང་མིན་ན་རིགས་གཅིག་འདུག་བ། དེ་འདྲ་ཡིན་དུས་གང་ད་རིགས་མི་འདྲ་བ་བཞི་འདྲ་བོ་ཞིག་ལས་ཀྱི་འདུག་བ། ད་དོན་གཙོ་བཞི་དེ་གི་ད་ཉིས་སྟོང་བཅུ་གཅིག་གི་བཀའ་ཤག་དེ་གང་ན་ད་ཅིག་ལོ་བཅུ་གི་རིང་ལ། སྙིང་ནད་ཀྱི་རྟགས་དབུགས་ཞོད་ཀྱིས་བསགས་ཡོད་པ་དང་དཀའ་ངལ་ཞོད་ཀྱིས་བྱུང་ཡོད་པ་དང་ཁོང་ནི་དྲན་ནས་དཔེ་དཀའ་ངལ་བྱུང་ཡོད་པ་དང། ངས་བྱེད་ཐབས་ཁྱེར་ནས་བྱུང་ཡོད་མ་རེད་དང། ཁྱེད་ནི་གས་སྐུ་ཅི་ཅི་རེ་བྱས་རག་ཡོད་མ་རེད་དམ། དེ་བྱས་མ་རག་པ་དེ་ག་རེ་རེད་ཟེར་ན་ད་ཉིས་སྟོང་བཅུ་གཅིག་གི་བཀའ་ཤག་འདི་གི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མ་གཏོགས་དེ་ལས་གཞན་པའི་མི་སུ་གཅིག་ལས་ད་བརྩི་གི་ཡོད་མ་རེད། སུ་གཅིག་ལས་ཡང་སྐད་ཆ་དྲིས་གི་མ་རེད་སུ་གཅིག་ལས་ཡང།